ཨོ་དགོང་མོ་བདེ་ལེགས། རྟ་བེ་རི་སྤུན་ཟླ་རྣམ་པ་ཚང་མ་ལ་ཡང་འབད་བསྐུལ་གྱི་སྐུལ་ཡོང་གི་ཡོད། ད་དངོས་གནས་དྲང་གནས་གཟའ་གཟའ་བྱས། ཚད་ལྡན་བཙུན་ཐབས་མ་ཡིན་པའི། བླ་མ་འདྲ་བོ་མཁན་མ་འདྲ་བོ་དགེ་བཤེས་འདྲ་བོ་ཡིན་ཟེར་ཟེར་ད་གཟོད་ལ་དད་པ་མི་བཟོ་རོགས་གྱིས་ཟེར་འབད་བསྐུལ་གྱི་སྐུལ་གི་ཡོད། ཟེར་གི་བརྗོད་ཚད་ཅི་རེད་ཟེར་ན་ཁ་སང་ངས་ཨ་ལན། བླ་མ་ཚོས་ཁྱོད་ཀ་ཅི་བྱེད་ཚད་དེ་ཚུན་དུ་ཅི་འདེང་རོགས་གྱིས་ཟེར་དུས། དེང་དང་བླ་ལོག་གྱི་ལོང་བྱུང་བ། ངས་རྫས་ལས་ཁོ་པས་ཁོ་རང་ཚོང་ལ་བུ་ཨེ་ས་རེད་ཟེར་ཡ་དེ་ལ། ཨེ་ནི་ད་མགོ་རིག་གི་ལས་ཀ་ལས་ཕྱིར་ཇུས་གཏོགས་བཟོ་དགོས་ཡ་མི་འདུག་ང་རང་ང་རང་ཚོ་གི་ཇུས་གཏོགས་དེ་ང་ཚོས་བྱེད་ཨེ་ནི་ང་ཚོ་དད་པ་དགོན་གྱི་ཨེ་ན་ཁེ་བཟང་རེད་མ་ཨེ་ན་སྡུག་སྦྱོང་རེད་ཟེར་ཁོས་ང་ལ་ཅི་བཤད་བྱུང་བ།

ཆོས་ཀྱི་ནང་ལ་ཁྱོ་ག་ཆེ་ཆེ་ཚང་མ་ལ་ཁོ་རང་འདེམས་མི་ཤེས་འོས་འདུག་ཨ་ནི་མི་ཉུང་ཉུང་ཅིག་དེ་འདྲ་བྱེད་ལས་མཁན་གྱི་གཅུང་པ་རེད་ཟེར་གྱི་འདུག་བ་ད་ལྟའི་ཁོ་ག་ཚང་ཚང་ལ་ཕུ་ཐུང་ལ་བལྟས་ན་ངས་དེ་འདྲ་བཟོ་མཁན་གྱི་ཡིན་ས་རེད་དྲན་བྱུང། མ་གཞི་ལས་བླ་མ་མཁན་པོ་དགེ་བཤེས་སུ་ཡིན་ན་ཚང་མ་ལས་གྲོང་ཆོས་འདེམས་མཁན་དེ་ཚོ་ལ་ངས་འབོད་སྐུལ་གྱི་སྐུ་སྙིང་སྤྲོད་ཀྱི་འདུག

ཁྱོད་གང་འདྲ་གིས་ཁོ་རང་ཚོ་གི་གདངས་རྒྱུད་རྩ་བ་ནས་མི་ནས་ལས་འོང་ཤོག་ཅིག་འདན་འཁྲུག་ཤོག་ཅིག་སྐུ་བེད་འགྲོ་ཟེར་གི་འདུག་ད་ནི་དངོས་གནས་དུག་ལྔའི་སྙིགས་མ་གི་ཆོ་ག་འདན་ཐོག་ཡེར་བ་ཡིན་ས་རེད་དེ་འདྲ་བོ་ཅིག་འདན་ལས་ལས་མི་འདན་རེད་ག་ལས་རེད་ཟེར་ཡ་དེ་ཡིན་ཨོ་ཁྱོད་ག་ལས་ཆད་ལྷག་སོང་བ་མ་དག་པ།

ཆོས་ལུགས་ཀྱི་དགའ་སྐྱིད་ཕལ་གྱིས་ཐོབ་སྲིད་ཡིན་ན་དེ་ཚོ་ཚད་ལྡན་ཚུལ་མཐུན་གྱིས་བཟོ་དགོས་ལེ་རེད། བཤད་ཚོ་ངས་ག་ཚོད་ཀུན་མཁྱེན་ཁྲི་ཀ་གི་ཆོས་ར་ཚོ་གདོང་པ་དེ་ངོ་མ་བསྟན་འགྲོ་གྱི་སྐྱིད་སྡུག་སྙིང་ཚད་གཅིག་ཏུ་འགྲིག་གི་རེད་གསུངས་འདུག་བ་བདེན་པ་རེད། ཁྱེད་ཚོ་གི་སྤྱིའི་རྐུབ་མཛོད་འདྲ་ཞིག་ཡོག་ལ་ལ་གཟིགས་དང་ན་མི་མོ་གི་དད་པ་འདྲ་ད་རེས་ཡན་རིང་ཙག་ཅིག་དགོས་མགོ་སྐོར་གཏོང་རྒྱུ་དེ་དུས་རིང་ཟད་འདྲ་པོ་ཅིག་ཡོང་དོགས་ཡོང་ས་རེད་དེ། ཁོང་བླ་མ་གྲྭ་པ་ཚང་མ་དེ་འདྲ་ཅིག་ལ་མགོ་སྐོར་གཏོང་ཆ་མཁན་མ་རེད་པ། དེ་གཅིག་དུས་ཆོལ་ཁ་ཆེ་ཆེ་དང་ལྡན་ན་ངེད་ནི་ཚད་ལྡན་ཚུལ་མཐུན་གྱི་འདན་རོགས་ཀྱིས་མ་འདན་ན་ནི་སྐྱུག་དགོས་རེད་པས་ཨ་ཅེ་འདྲ་པོ་འདན་བསྡད་ན་འགྲིག་གི་རེད་པ། མ་གཏོགས་དེང་སང་ཆོལ་ཁ་ཆེ་ཆེ་འདན་ཐོག་དེ་དཔེ་སྡུག་ཅག་བཟོ་གི་འདུག་ཟེར་གི་འདུག་དེ། གྲོང་ཤོག་འདྲ་མཁན་གྱི།